ཨོ་ལི་དང། དབུས་གཙང་ཡན་ཆད་གླེང་སྟེགས་ཀྱི་ཚོགས་གཙོ་རིན་པོ་ཆེ་དང་གླེང་སྟེགས་ཆེན་ཚོགས་གཞོན་དག་ནང་བཞིན་རྒྱུན་ལས་དང་རྒྱབ་གནས་ཀྱི་མདུན་སྡེ་དག་ནང་བཞིན་གཞན་ཡང་ཨེ་ནས་དྲ་གྲོགས་ཆོས་གྲོགས་ལྷན་རྒྱས་ཚང་མར་འཛམ་གླིང་ཡུལ་གྲུ་གང་དུ་བཞུགས་པའི་ཀྱི་ལྷན་རྒྱས་ལ་ཨེ་ནས་དག་ས་གནས་ཆ་ནས་སྔ་དྲོའི་འཚམས་འདྲི་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད། ཨོ་ད་ལྟ་ངོ་ཚོགས་གཙོ་ལགས་ཀྱིས་འདི་ནས་མ་ཨོ་འདི་ནས་མ་སྐད་ཆ་ཅིག་བཤད་རོགས་ཅེས་གསུངས་འདུག་ཨེ་ནི། ཨོ་བྱས་ད་ད་ང་རང་ད་འདི་ནམ་རྒྱུན་ཚོགས་པའི་ནང་ལ་ཡོད་ཡོད་སོང་ཙང་ཨོ་འདི་ནས་ཚོགས་གཙོ་མཆོག་ལ་ཨེ་ནི། ཨོ་ད་རེད་རེད་ད་ངས་སྐད་ཆ་བཤད་ཆོག་ང་དེ་རིང་དེ་ཚོའི་ད་ཞི་དྲག་མི་འདུག་འདི་ངས་སྐད་ཆ་ཅིག་བཤད་ཆོག་ཡིན་ནའི། ཨོ་འདི་ག་རེ་སྦྲག་གམ་རྫིག་པོ་འདི་འདྲའི་ག་རེ་དཔར་སྒྲོམ་ཅིག་རྫིག་པོ་འདི་འདྲས་སུ་ཡོད་ད་ཨོ་མཁས་དབང་སེང་སོང་འདྲས་མ་འདྲས།

རྒྱུན་དུ་ད་བེད་སྤྱོད་མང་ཤོས་བྱ་བ་སྤྱོད་ལམ་ཟིག་ཡིན་འདུག་བྱ་བ་སྤྱོད་ལམ་དེ་མང་ཤོས་ཡིན་ཙང་དེའི་སྐོར་ལ་སྐད་ཆ་དེ་ཚོ་བཤད་རོགས། བཤད་ན་མ་རེད་ཟིག་གྲོས་བསྡུར་བྱ་ཚུལ་ཏག་ཏག་འགྲིག་གི་རེད་བྱས་འདི་ནས། བྱ་བ་སྤྱོད་ལམ་སྐོར་ལ་ཚིག་ཅི་ཉིད་ཞུ་ཡས་བྱས་རེད་དེ། བྱ་བ་བྱས་ཙང་དེ་འདྲ་ཡིན་འདུག་ཟེར་ན་ད་ཡང་འདི་ནས་མང་བྱ་བ་སྤྱོད་ལམ་སྐོར་ལ་ཞུས་བྱས་ན་ཞི་བོ་ཞི་བོ་ཅིག་གི། ཡང་ཅིག་གི་ལོ་བརྒྱད་ཆེན་པོ་དང་ཤུམ་ཤུམ་ཅིག་གི་རེ་བ་ཆེན་པོ་མ་གནང་རོགས་གྱིས། ད་ཡིན་ནས་མདང་དགོང། ཚོགས་ཆོས་འདི་བཏང་བ་ནས་ད་བར་དུ་འཇམ་ཐིང་ཡུང་ནས་པད་མ་སེར་ཚོགས་འགྲིམ་ཡག་པོ་ཞུ་རྒྱུ་གནང་ཤག་ཨེ་ནི་ཐུགས་ཆེ་ན་ཞུ་ཡ་ཡིན། བོ་དེ་འདི་ལས་ཨེ་ནི་ད་ཟེར་གི་ན་འདི་འདྲས་གསུང་གི་འདུག་ཨ། གང་གི་ཕྱིར་ཚེ་འདི་འགོར་འདོད་པའི་སྐྱེས་བུ་གཙོ་ཆེར། ཚེ་ལ་ཕན་པའི་གང་ཡིན་པ་དེ་དང་པོར་བསྟེན་པར་བྱ་ལ། དེའི་རྗེས་ལ་ནི། ཚེ་ལ་ཕན་པ་གཞན་དག་གང་ཡོད་པ་དེ་དག་བསྟེན་པར་བྱ་བ་ཡིན་ནོ། དེ་བས་ནི་དང་པོ་ནི། རེ་ཤིག་སྤྱོད་པ་གཙོ་བོ། བསྲུང་བར་བྱའོ་གསུང་གི་དོ། ད་ག་ནས་བཞིན་གསོ་བ་རིག་པའི་དགེ་བཅུའི་རྣམས། ཚེ་རིང་བོར་འདོད་པའི་གང་ཟག་གིས་གསོ་བ་རིག་པ་མན་ངག་ལ་བསླབ་པ་ཆོས་དང་ནོར་དང་བདེ་བ་སྒྲུབ། ཆོས་དང་ནོར་དང་བདེ་བ་སྒྲུབ་པའི་གང་ཟག་གིས་གསོ་བ་རིག་པ་མན་ངག་ལ་བསླབ་པར་བྱའོ་གསུང་གི་ཡོད་ར་དེ་འདྲ་ཡིན་དུས་ཚེ་ན་ང་རང་ཚོའི་གིས་ད་ང་ཚོ་ཚེ་རིང་བོ་སྡོད་ཀྱི་ཡིན་ན། ད་གཅིག་གིས་གཅིག་གིས་ག་རེ། དགོས་ཡས་དེ་ཚང་མ་དགོས་ཀྱི་ཡོད་ན། ཨོ་ག་རེ་ཆོས་སྒྲུབ་ཀྱི་ཡིན་ན། གཏན་གྱི་དུ་མ་སྒྲུབ་ཀྱི་ཡིན་ན་དེའི་ཚེ་དེ་གི་སྒྲུབ་པ་ཡིན་ན་གང་དག་ཚེ་རིང་པོ་དགོས་རེད་ཚེ་རིང་པོ་དགོས་ན། ང་རང་ཚོ་གི་ཚེ་རིང་པོ་ཆེ་ཡོད་ལ་སློབ་སྦྱོང་བྱེད་དགོས་ར་སློབ་སྦྱོང་བྱེད་བྱ་བ་བྱེད་ལམ་དུ་བསྐྱལ་ལ་སློབ་སྦྱོང་བྱེད་དགོས་ར། འོ་དེ་མ་བྱས་ན་ཨ་ནི་ཅིག་གི། སྙེམས་སྡུག་འདོད་པ་གཉིས་ཆད་ཡོང་དགོས་མོད་ར་བྱས་ཙང་དེ་འདོད་ཚེ་ན་བྱ་བ་སྤྱོད་ལམ་ཟིན་གྱི་འདི་དཔེ་མི་སྲིད་པ་གལ་ཆེན་པོ་རེད། ཨོ། བོད་ཀྱི་གསོ་བ་རིག་པའི་གི་ནང་ནས་ཨེ་ནི། གཅིག་གི་བྱ་བ་སྤྱོད་ལམ་གི་སྐོར་དེ་དཔེར་མི་སྲིད་པའི་གི་གལ་ཆེན་པོ་རེད་དེ་ཨ་མཚོ་གི་ལྟས་སུ་བཤད་ཡིན་ན། སོ་སོའི་གི་མི་ཚེ་འདི་སྐྱོང་སྟངས་རེད་ཨེ་ནི་འདི་ལ། ཚེ་ཕྱི་མ་སྐྱོང་སྟངས་རེད་དེའི་ནང་ལ་ཕན་ཐོགས་ཞེ་པོ་ཅིག་ཡོད་རེད་ཅེས་དང། ཚེ་འདི་ཡག་པོ་སྐྱོང་མ་ཤེས་ན་ཨེ་ནི་ཕྱི་མ་སྐྱོང་ཡས་ད་ཁག་པོར་བ། ཚེ་ཐང་དེ་ཡིན་འདོད་ཚོད་ན་ཨེ་ནི་ཚེ་འདི་སྐྱོང་ཡས་ལ་དཔེར་མི་སྲིད་པའི་གི་གལ་ཆེན་པོ་ཞི་དྲག་རེད་དེ་ཡིན་འདོད་ཚོད་ན་ཨེ་ནི། ཚེ་ཕྱི་མ་དེ་བས་གི་གལ་ཆེ་གི་རེད་དེ་འདི་སྐྱོང་སྟངས་ལས་ཨེ་ནི་ཐབས་ལམ་འདི་ཡག་པོ་མ་བྱུང་ན། ཚེ་ཕྱི་མ་ཡང་སྐྱོང་ཡས་ཁག་པོར་བ། ཨ་ནི་དབུ་མ་ཞིག་སྐྱེས་ནས་ག་རེ་གསུང་གི་ཡོད་རེད་ཟེར་ན། འཇིག་རྟེན་ཆོས་ལུགས་གང་དང་གང་དེ་དང་དེ་ལ་ཆོས་ཅེས་འདུག་དེ་ལས་དེ་ཡི་ཕྱིར་ན་ཆོས་ལས་ཀྱང་འཇིག་རྟེན་སྟོང་སྟོབས་ལྡན་ལྟ་བུར་སྣང་གསུང་གི་འདུག་ཇི་ལྟར་ན་འཇིག་རྟེན་གྱི་སྒང་དུ་ད་དཔེ་མོ་ཟེར་བའི་གི་ཨེ་ནི། ཆོས་ལུགས་དེ་ཚོ་གལ་ཆེན་པོ་རེད་ཡིན་ནས་གལ་ཆེན་པོ་ཡིན་ནས། འཇིག་རྟེན་འདི་ཨེ་ནི་ཆོས་ཀྱི་ལམ་སྲོལ་དེ་ཚོ་ཡག་པོ་ཤེས་འདི་གི་ལམ་ལ་འཇུག་འགྲོ་དགོས་རེད། ཨ་དེ་འདྲ་ཡིན་དུས་རྒྱུ་མཚན་དེ་ལ་ཟེར་ན་ཆོས་ལས་མཚམས་མཚམས། དྲེགས་ལྡན་སྟོབས་ཆེ་ཡ་འདྲ་པོ་ཅིག་གནང་གི་ཡོད་རེད། ད་ད་ག་ནང་བཞིན་དུ་ཨ་ནི། ཨ་ད་ས་སྐྱེས་ཀྱི་འདི་ནང་ལ་མི་ཡི་ཆོས་ལུགས་ལས་དོན་ན་ལྷ་ཡུལ་དཀྲུགས་པ་ཐག་མི་རིང་ཟིན་གི་འདྲ་ཡོད་ཨ། ཅི་དང་འདི་ཡིན་འདོད་ཚ་ན་དཔེ་མང་པོ་ནང་ལ་གང་ལྟར། ཡང་ནས་ཡང་དུ་ཨ་ནི་ཅིག་གི། རྒྱལ་སྲས་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཨ་ནི་ཅིག་གི་འཇིག་རྟེན་མེ་མཆོད། བྱེད་དགོས་འོས་ཏེ་གལ་ཆེན་པོ་བཞི་པོ་གསུངས་པ་རེད་མེ་མཆོད་འདི་ཡག་པོ་བྱུང་ན། མི་ཡི་ཆོས་པ་འདི་ལེགས་པར་གྲུབ་ན་ཨ་ནི་ལྷ་ཡུལ་དཀྲུགས་པ་རེད་ཐག་མི་རིང་བྱས་རྗེས། གང་ལྟར་དུ། པོ་ཞིག་བྱུང་སྐོར་བྱས་དང་དེ་ཡིན་དུས་ཚོད་ན། ད་དེ་རིང་འདི་ནས་མ། འདི་ནས་མ། བྱ་བ་སྤྱོད་ལམ་སྐོར་ནས་མ་ཚིག་ཁ་ཤས་ཞུ་ཡས་བྱས། ཨོ་ལ་སོ་ཨེ་ནི་དེ། གང་བཤད་པར་བྱ་བའི་ཨེ་ནི་ཅིག་གི། འདི་ནི་ཨེ་ནི་གཞན་རྗེས་སུ་འཛིན་པ་ཨེ་ནི་ཅིག་གི་ཁ་ཚུར་རེ། ཅིག་གི་བོད་ཀྱི་རིག་གནས།

བྱ་བ་སྤྱོད་ལམ་བྱ་བ་སྤྱོད་ལམ་ལ་ནི་རྒྱུན་སྤྱོད་དང་དུས་སྤྱོད་དང་གནས་སྐབས་སྤྱོད་ལམ་གསུམ་ཡིན་ནས་ན། ད་ནི་བྱ་བ་སྤྱོད་ལམ་གྱི་སྐོར་དེ་ནི་མ་ཤེས་བྱས། ཨ་འདི་ད་མ་གཅིག་གིས་སློབ་ཚན་འཁྲིགས་པ་ནང་བཞིན་མུག་བ་བྱས་དུས་རྒྱུན་དུ་ཨོ་ནི་མ། གཅིག་ད་རེས་ཀྱུས་སུ་ཟིག་འདུག་ཨ་ཀྱུས་སུ་མ་གཅིག་བྱས་ན། ད་ང་ཚོས་བྱ་བ་སྤྱོད་ལམ་ཟེར་མཁན་དེ་ལ་སླེབས་དུས་ཚོད་ནི་སྣོད་དུ་ག་དེ་ཡོད་རེད་ཟེར་ནས། རྣམ་གྲངས་སྐབས་བྱས་ན་གསུམ་ཡོད་རེད། ཉིན་རེ་རྒྱུན་དུ་སྤྱོད་པ་གི་སྤྱོད་ལམ་གཅིག་བྱས་ཉེས་ག་ད་ང་རང་ཚོ་དུས་རྒྱུན་དུ་ག་ཚོད་རེད་གྲོ་ཆག་ཉལ་བཏུག་ཕར་ཚུར་འགྲོ་ཟ་བཏུང་ག་རེ་བྱས་ཀྱི་ད་སྤྱོད་ལམ་གཅིག་བྱས། དུས་རྒྱུན་དུས་རྒྱུན་སུ་དེ་མཚམས་མཚམས་ཉི་འོར་བ་མཚམས་མཚམས་དེ་སྐབས་སུ་སྐབས་སུ་ལ་དཔེར་ན་གཡག་ག་ད་རྒུན་ག་ད་སྟོན་ག་ད་ཅི་ག་གི་ནམ་གཙང་སོ་སོ་ལ་ཨེ་ཐུག་ལོག་ཁུན་ཡ་ད་ནམ། སོ་སོས་ཀྱི་དུས་ཚོད་དུས་ཚོད་ལ། དབྱར་ཁ་ཡིན་ན་དུག་ལོག་སེར་བུ་གོན་དགོས་ཡོད་པ་དང་ཁ་ལག་དེ་ཚོ་དཔེ་ཡང་མོག་ཟ་དགོས་ཡོད་དམ། དགུན་ཁ་ཡིན་ན་ཨེན་ཅིག་ཡང་དུག་ལོག་དེ་ཚོ་བྲོ་དགོས་ཡོད་པ་དང། འོ་ནི་ཅེ་ཁང་པ། ས་ཡི་ཁང་པ་གཉིས་རིམ་ནང་ལ་བསྡད་དགོས་ལ་སོགས་པ། འོ་ད་ག་ནང་ཞིང་དུ་ཨེ་ནི་ཅེ་གི་ཁ་ཟ། འོ་དེ་ནི་དུག་ལོག་བྲོ་དགོས་ཡོད་བྲོ་པོ་གོན་དགོས་ཡོད་ལ་སོགས་པ། ད་ག་ནང་ཞིང་གི་ཨེ་ནི་ཅེ་གི་ཞིང་བདག་ཚང་མ་ཨེ་ནི་ཁ་སོ་རེད། སྣུམ་པ་ལ་སོགས་པ་ས་དགུའི་ལ་སོགས་པའོ། འདི་འདྲ་གི་སོ་ནི། བྱ་བ་སྤྱོད་ལམ་དེ་ལ་ལ། རྒྱུན་སྤྱོད་དང་དུས་སྤྱོད་དང་གནས་སྐབས་སྤྱོད་ལམ་བྱེད་སྤྱོད་ལམ་སྤྱོད་ལམ་གསུམ་གྱི་ཐོག་ནས་དུས་རྒྱུན་དུ་ནི། ཚོད་ཀྱི་བྱ་བ་སྤྱོད་ལམ་གྱི་དེ་མ་མ་བསྟན་པ་ཡིན་པ་རེད། དེ་ནས་ད་དེ་ལ། ཐོག་མ་ཉིན་མ་རེ་ལ། དེ་ལ་ཐོག་མ་ཉིན་རེ།

རྟག་གཅིག་པ་དང་འདུ་བྱེད་ཨས་བྱས། མི་རྟག་པ་ཡིན་པ་དེ་ནི་འཇིག་རྟེན་ཟེར་རོ། འཇིག་རྟེན་གྱི་རྟགས་ཅི་ལྟ་བུ་འདི་རྒྱས་ལ་བབ། འཕྲོད་བསྟེན་ལ་སོགས་པ་འདི་འདི་ག་འདྲ་བྱས་ནས་གང་དག་ཏུ། མཐར་ཐུག་གང་དག་འཇིག་ཡེ་གི་ཡིན་པར་གྱི་རྟེན་ཅན། འོ་འདི་ཡིན་པ་དང། འདི་ལས་ཚད་ལས་མཁས་པ་དེ་ལ་དམ་པ་ལྷ་ཆོས་ཀྱི་སྤྱོད་ལམ། འོ་འདི་འདྲ་གཉིས་ཡོད་རེད། འདི་འདྲ་གི། འཇིག་རྟེན་མེ་ཆོས་དང་དམ་པ་ལྷ་ཆོས་གཉིས་ཡོད་རེད། ཨོ་དེས་ན་ནི་ནི་དམ་པ་ལྷ་ཚོད་ཀྱི་སྤྱོད་ལམ་ཟེར་གྱི་འདི་ནི་དཔེ་བྱད་མཆོག་ཏུ་གྱུར་པ་དང་ནི། ཡང་དག་པ་དང་ནི་དེ་འདྲའི་སྤྱོད་པ་དེ་ལ་དམ་པ་ལྷ་ཆོས་ཀྱི་སྤྱོད་ལམ་ཟེར་གྱི་ཡོད་རེད། ད་ཨ་མདའ་ཅིག་དོན་མེད་སྤྱོད་ཟེར་གྱི་འདི་ཅི་ཚེ་འདི་ཡི་ནང་གི། ད་འཚོ་བ་རྒྱལ་ཐང་ལ་སོགས་པ་དེ་འདྲ་ཟེར་གྱི་ཡོད་རེད། དེ་ལ་ནི་དང་པོ། ཚེ་རྐྱང་པ་གི་སྤྱོད་ལམ་ཟེར་དུས་ན་ནི་ཚེ་རྐྱང་པ་ཟེར་དུས་ན་ཚེ་སོ་ད་ཡུན་རིང་དུ་དུས་ཡས་ཀྱི་ཚེ་རྐྱང་པའི་གི། སྤྱོད་ལམ་རུས་གཡོས་རིང་དུ་བསྡད་བྱས་ནས་ཅིག་འཁྲིག་ལྡན་དེའི་སྒང་ལ། ཨ་ནི་ཡིན་ལུགས་ཚུལ་ལྡན་གྱི་འཚོ་བ་སྐྱེལ་མཁན་དེ་ལ་ཚེ་སྐྱང་པའི་སྤྱོད་ལམ་འོ་དེ་ཟེར་གྱི་རོགས། ད་དེའི་སྒང་ལ་ཨེ་ཅིག་ལྡན་དེའི་སྒང་ལ་རྟག་ཏུ་དེ་ནས་བཙོས་སོང་ཚེ་སྲིང་ཕྱིར་རེ་ཟེར་དུ་འདོད་ན། རྟག་ཏུ་གང་རང་ཚོ་དེ་ཅིག་ལྡན་དེའི་སྒང་ལ་དུས་ཉིད་སྡོད་ཀྱི་འདུག་ན། ཚེ་སྲིང་གཡག་གི་ཐབས་ཤེས་བྱེད་དགོས་རེད། ཚེ་སྲིང་གཡག་གི་ཐབས་ཤེས་བྱེད་དགོས་རེད། ད་འདི་རེད་ག་རེ་རྟག། ཁྱི་སྟག་གི་ཚེ་ཟིན་ཡང་དེ་ལ་ཁུ་ཚེར་ལ་ཚད་ཁེལ་ཡོད་མ་རེད་མི་ཚང་མ་གི་ཚད་ཅིག་འདུག་ཨོ། ཨོ་དེ་གི་ཚད་ལ་ཚད་ཁེལ་ཡོད་མ་རེད། ཨ་ཚང་མ་ཤི་ཡས་རང་རེད་ཡིན་ནའི། ཡིན་ནའི་ཁོ་རང་ཚེ་ཚད་དེ་ཚེ་ཚད་མ་ཡིན་པ་ཅིག་རོ། ཨོ་དེ་ཁྱེད་ལ་ཨ་ནེ་ཅིག་གི་བར་ཆད་གི་དབང་དུ་མི་འགྲོ་ད། རྐྱེན་ཡན་གི་བར་ཆད་གི་དབང་དུ་སོང་ནས་ཨ་ཚེ་དུས་མ་ཡིན་པ་འཆི་འོ་སིག་ད་དུས་མིན་འཆི་འོ་སིག་ད། ཨ་ད་ཅིག་གི་ཨ་ད་སྐུ་རུམ་ཅིག་དེ་ཚོ་ན་ལ་འདུག་ཨ་ཚེ་ཚད་མ་ཡི་བར་ཆད་ངེས་པར་སེལ། ཚད་ཟེར་ན་ཨ་ནེ་ཅིག་གི་སུ་ཡིན་ནའི་ཨ་ནེ། གཅིག་གིས་སྨན་བླ་ཡི་ནད་རེ་ད་གར་ཟ་ཚེ། དཔེར་ན་སྨན་བླའི་སྨན་སྤྲད་ཕྱག་ན་ཐོ་ཆས་བགེགས་བསྐྲད། གཅིག་གིས་ནི་གཅིག་གིས་གཞི་བདག་གིས་ད་སྨན་བླའི་ཞོ་བྱས་ན་ནི་གལ་ཆེ་ཡོད་མ་རེད། ད་ཡིན་ནའི་གར་འགྲེལ་ཅིག་ཡོད་རེད་ཟེར་ན། འདི་གི་ཁ་སོ་རེད། ང་ཚོས་ཀྱི་ཚེ་འདི་ཕག་ད་ཚད་བྱོས་རོགས་ཁོ་རང་ད་ཡག་པོ་འཁོད་འགོ་ཚོད་ད་གལ་ཆེན་པོ་རེད་ད་འདི་མ་བྱས་པ་བྱས་ཆང་བཏུང་འདི་འདྲས་ལ་སོགས་པ་ད་འདི་འདྲས་ཀྱི་རིགས་བྱས་ན་ཨ་ནི་ཁོའི་ཚེ་ཚད་ཅིག་འདུག་ཨ་ཁོ་མ་རྫོགས་ཁོ་ན་ཨ་ནི་ཤི་འགྲོ། ཨོ་དེ་འདྲ་ཡིན་དུས་དེ་ན་ང་ཚོའི་གི་གར་ས། རྟག་ཏུ། རྟག་ཏུ་དེ་ནས་དེ་ཚིང་ཚེ་ཆེང་བྱེད་ཤེས་རྟག་ཏུ་དེ་བ་ནས་བ་དོལ་དགོས་འདུག་ན་ཚེ་ཚིང་ཡོད་གི་ཐབས་ཤེས་བྱེད་གི་རེད་ཆེ་བ་རེད་དེ་གར་ཆེ་བ་ན་སྨན་མཆོག་རི་ཆེན་སྤྲུལ་པའི་གསང་སྔགས་ཅང་ནན་ལུང་སྐྱེས་གཉིས་དྲན་པས་རྟག་ཏུ་སྤངས། ལུས་ངག་ཡིད་ཀྱི་ཡངས་པ་དང་བཅས་སོགས་དབང་པོ་མཉམ་དང་མཉམ་དེར་མེད་གསུང་བ་རེད། ཨོ་དེ་ག་འདྲས་གསུང་དགོས་བ་རེད་ཟེར་ན། ང་ཚོ་གིས་དེ་པོ་བྱས་ནས་འགྲོ་གི་འདུག་ཉིད་འདུག་གི་འདུག་ན་སྨན་མཆོག་རིན་ཆེན་གྱིས་གསང་སྔགས་དེ་འདྲ་བཅངས་པོ་རེད་ཟོག་པོའི་ཏོག་ལ་ཨེ་ནས་ཅིག་གི། ཨོ་ད་ཕྱོགས་དུ་གི་སྨན་སྒྲུབ་དེ་འདྲ་རྩ་ཆེན་པོ་དེ་འདྲ་སྒྲུབ་པས་གི། ཨ་ནས་ཅིག་གི་གསང་སྔགས་དང་རིག་སྔགས་དང་སྙིང་པོ་དང་གཟུངས་སྔགས་ཟིན་འདྲ་ཡོད་ཨ་ནོ་དེ་འདྲས་གི། ཨ་ནས་གསང་སྔགས་དེ་འདྲས་གི་ཨེ་ནས་ཅིག་གི་བླ་མ་སྐྱེས་ཆེན་དམ་པ་དེ་འདྲས་གི་ཨེ་ནས་ཅིག་གི། ཨོ་དེ་འདྲས་གསང་སྔགས་ཅི་ཐམ་གསང་སྔགས་གསང་སྔགས་ཟིན་གི་འདུག་ཨ་དེ། ད་ཁྲོམ་བསྒྲགས་དང་ཡོངས་བསྒྲགས་དེ་འདྲས་བྱེད་ཀྱི་མ་རེད་གསང་སྔགས་གསང་ཞིང་བེད་པས་བསྒྲུབས། ཨོ་དེ་འདྲས་གི་ནང་གི་སྒྲུབ་པས་གི་ཨེ་ནས་སྔགས་སྒྲུབ་པས་གི་རིལ་བུ། དེ་འདྲས་ལ་སོགས་པ་ཨེ་ནི། ད་ག་ན་ཤིང་ཆིག་ཐུབ་རིལ་བུ་ལ་སོགས་པ་ད་ག་ན་ཤིང་གི་ཨེ་ནི་བཅས་ཀྱི། རྡོའི་རིགས་དེ་འདྲས་ཨེ་ནི། གཟི་དང་གཡུ་དང་བྱུ་རུ་དང་ཕྲ་མེན་དང། འོ་དང་མ་སྐད་དང་པད་རག་དང། འོ་དེ་འདྲས་ལ་སོགས་པ་ཀྱི་དེ་འདྲས་རིན་པོ་ཆེའི་རིགས་དེ་འདྲས་ལུས་ལ་འཆང་ནས་ཨེ་ནི། དུས་རྒྱུན་དུ་འཆང་ཡིན་དེ་ཚུལ་གྱིས་ཨེ་ནི། གདོན་དང་རིམས་དང་གནོད་པ་དེ་ཚུལ་སྒོ་དབྱེར་དེ་ཚུལ་ལ། ཨ་སོ་སོ་སོ་གི་ནུས་པ་ཡོད་རོ་དེ་འདྲས་ཀྱི་ཅང་གོ་གོ། ཐོག་མར་ང་རང་ཚོ་བོད་ལ་དེ་འདྲས་དཔེ་ཡག་པོ་ཡོད་ས་རེད་སྔས་མ་དུས་རབས་བདུན་པ་བརྒྱད་པ་དོ་པ་ཡག་པོ་ཡོད་ས་རེད་དེ་ནས་འཇུག་གོ་ད་ད་ལྟ་དེང་སང་རྒྱན་ཆ་གི་སོགས་ཅིག་བྱས་བྱས་མི་ལ་ངུ་མི་ཡས་དང་ཅིག་བྱས་དེ་འདྲས་བྱས་བྱས་བྱས་དངོས་གནས་བྱས་ན་གསང་སྔགས་དང་རིག་སྔགས་དེ་ཚོ་ཅང་ཨེ་འདི་ཚོ་ཅང་ཨེ་ནས་ཅིག་གིས་བྱས་ཡིན་ན་ཚེ་སྲིང་ཡས་དང་གནོད་པ་ག་ཡས་དེ་ཚོ་ལ་ཕན་ཐོག་ཆེན་པོ་ཡོད་རེད་བྱས་ཙང་དེ་ཡིན་དུས་ཟེར་ན་འོ་རྟག་ཏུ་སྨན་མཆོག་སྨན་མཆོག་སྒྲུབ་པའི་གི་རིན་ཆེན་གི་གསང་སྔགས་དེ་འདྲས་ཨོ་དེ་འདྲས་ཅང་གོ་རེད། ཨ་ནས་རླུང་གཡས་ཟིན་གྱི་ཐོག་ནས་རླུང་གཡས་ལ་རྐྱེན་ཟིན་གྱི་སྒོ་རུ་ནས་རླུང་རྐྱེན་གྱིས་དྲན་པས་རྟག་ཏུ་སྤངས་ཟིན་པའི་དུས་ན་ནས་རླུང་གཡས་ཀྱི་རྐྱེན་ཡོད་རོ་རྐྱེན། ཟས་དང་སྤྱོད་ལམ་རེད་འོ་དེ་གཉིས་དུས་ཚོད་འདི་བསམ་ཤེས་བྱས་ནས་བསམ་པ་ལ་ཨོ་འདི་བྱས་ན་ད་འདི་ཆིག་རྟག་འདི་བྱས་ན་ད་འདི་ཆིག་རེད་ད་ནས་རླུང་གཡས་ཀྱི་རྐྱེན་དེ་ཚོ་རྟག་ཏུ་སྤངས་དགོས་རེད་རྐྱེན་མ་སྤངས་ན་ཨ་ནས་ནད་དེ་ག་དུས་ཡིན་ནའི་ཁོ། སྐྱེ་མེད་རྒྱུ་ལས་འབྲས་བུ་འབྱུང་མ་ཟད་རྐྱེན་དེ་མ་ཚོགས་ན་རྒྱུ་ཡོད་ནའི་གོ། ལམ་སྲང་གཅིག་འབྲས་བུ་དེ་སྐྱེ་འགྲོ་གི་མ་རེད། རྐྱེན་ཡོད་ན་ལམ་སྲང་ཁོ་རང་འབྲས་བུ་དེ་སྨིན་བྱེད་ཨ། དུག་ཆ་དེ་འདྲ་ཡོང་གོ་རེད་རྐྱེན་ངན་སྲིད་དོ་རྐྱེན་ངན་པ་དང་རྐྱེན་ལ་བཟང་བ་དང་ངན་པ་འགྲོ་རེ་ཡོང་དོ། རྐྱེན་ངན་པ་དེ་འདྲ་ཐེབས་ན་ལམ་སྲང་ཨ་སོགས་པོ་ལ་གནོད་འགྲོ་གོ། ཅི་ད་འདི་ཡིན་འདུག་ཟེར་ན་རྐྱེན་ངན་པ་དེ་འདུག་ག་དུས་ནས་ཨ་ནི་སྤང་གོ་རེད་གསུང་གོ་རེད།

ལོག་པར་དེང་སང་གི་སྐབས་དུས་ལ། དབང་པོ་ལྔ་ཇི་ཡོར་དབང་པོ་ལྔ་དང་དེ་ཡི་ཡུལ་ལྔ་པོ་ཟེར་གྱི་ཆོས་ལྔ་མེ་ཆུ་རྟའི་ཆུ་ལྷག་པའི་ཆུ་འོ་བ་ཡིན་ཟེར་བའི་དོན་ནི། དབང་པོ་ལྔ་དེ་རྒྱས་ལ་པད་མ་སེར་བས་གི་ནི་གཅིག་གི། འོ་ད་གཅིག་གི་རྟས་ཕྲ་བ་པད་མིག་གི་རྟ་ཡ་ཡིན་ནས་པད་འོད་ཆེན་པོ་དེ་འདྲ་ལ་སོགས་པ། འོ་དེ་འདྲ་ལ་རྟ་ཕྲ་བ་དང་དེང་སང་ད་ཕྲ་རྒྱས་ནང་དེ་དང་དེ་ཚོའི་རིགས་དང་ཚོ་པད་དེང་སང་པད་གལ་ཆེན་པོ་བ་དེ་དབང་པོ་ལྔ་ལ་པད་མིག་ལ་ནུས་ཡ་དེ་འདྲ་གལ་ཆེན་པོ་ཡོ་རེད་ད་ད་ག་ནང་བཞིན་དུ། འོ་གཅིག་ཁ་སོ་རེ་ཨམ་ཅོག་ལ་ཉེ་ཡ་ཡིན་ནས་པད་སྒྲ་ཆེན་པོ་དེ་འདྲ་ལས་པད། ཟླ་གཅིག་དེང་སང་སྐད་ཆུང་ངུ་འདྲ་བརྒྱབ་བཏང་འདུག་ཨོ་དེ་ཚོ་དཔེ་དབང་པོ་ང་ལ་དཔེ་དེབ་ཕྱེད་འདྲ་པ་གི་སྐྱོན་རེད་ད་ག་ན་བཞིན་ཁ་ལ་རོགས་དེ་འདྲའི་དཔེ་དེབ་ཚ་བོ་ཤུགས་ཆུང་པོ་ལས་ལ་སོགས་པ་ད་གང་ད་དུ་ག་རེ་ཡིན་ནས་དབང་པོ་ང་ཚང་མ་ལ་དབང་པོ་ང་དང་དེའི་ཡུལ་ང་ཚོ་ཚང་མ་ལ་ཨེ་ནི་བཅོས་དྲགས་པ་དང་ཨེ་ནི་ཅིག་ཚད་ལས་བརྒལ་བ་གི་དེ་འདྲའི་བྱས་པ་ཚོ་དེ་ཚོ་ཨེ་ནི་ནད་རླུང་ཡས་ཀི་རྐྱེན་ཡིན་འདུག་ཟེར་ན་དེ་རྟག་ཏུ་ཨེ་ནི་ཅིག་གི་ཚད་རིང་བ་འདོད་པ་གི་དེ་སྤང་དགོས་རེད་གསུང་གི་ཡོད་རེད། འོ་དེ་འདྲ་ཡིན་དུས་ཚོད་ན་ང་ཚོས་གི་ཁ་ས་ཅིག་གི་ད་སྤྱོད་ལམ་ཡག་པོ་བྱེད་རོགས་སྤྱོད་ལམ་དེ་དེ་ནང་ཚན་ནས་སྤྱོད་ལམ་དེ་ཡག་པོ་ག་རེ་བྱེད་ན། ལུས་ཀྱི་སྤྱོད་ལམ། ངག་གི་སྤྱོད་ལམ། ཡིད་ཀྱི་སྤྱོད་ལམ། ལུས་ངག་ཡིད་གསུམ་གི་གི་སྤང་བླང་ཡག་པོ་བྱས་ཡིན་ན། ཡང་དག་པོ་བསྟན་པ་ཡིན་ན་ཨ་ནི་དེ་གི། སུ་ཞིག་གི་ཚེ་དེ་ཚོ་ཏག་ཏག་དང་ཨ་ནི། ཚེ་ལ་ཡོད་པ་ནང་བཞིན་དེ་དག་ཡག་པོ་གྲུབ་ཐུབ་དགོས་རེད་དེ་འདྲ་ཡིན་དུས་ཚོད་ན་དུས་རྒྱུན་དུ་ཨ་ནེ་ཚེ་རིང་བ་འདོད་པ་རྣམས་ཀྱི་བྱིས་ཀྱི་ལུས་ངག་ཡིད་གསུམ་གྱི་སྤྱོད་ལམ་དེ་ཡག་པོ་བཏོད་ནས་ཨ་རེ་དབང་པོ་ལྔ་དེ་སྐྱེས་ལ་ཨ་ནེ་གཅིག་གི་གར་འཚམས། ཡང་ན་དཔེ་ཤུགས་ཆེ་དྲགས་ནས་ཤུགས་ཆེ་དྲགས་པ་དང་ཡང་ན་ཨ་ནེ་དཔེ་གི་ཉུང་དྲགས་པ་དང་འོ་དེ་ཚོའི་རིགས་དེ་སྐྱེས་ཨེ་ནི་དུས་རྒྱུན་དུ་ར་དཔེ་མི་ཚེ་བའི་གཟབ་གཟབ་ཆེ་བོ་རེད་ཨ་ནེ་གཅིག་དབང་པོ་དེ་ཚོ་ལ་དཔེ་སྡུག་བསྔལ་གྱི་མནར་ནས་དཔེ་དང་ལྷག་པར་དུ་ཨེ་ནི་ལོ་རྒན་པོ་དེ་འདྲ་དང་ཨེ་ནི།

བདག་གིས་མ་བྱས་པའི་དེར་ཏེ། ད་ཅིག་ཟ་རྒྱུ་འདུག་བསམ་ནས་མང་པོ་ཟས། འཐུང་རྒྱུ་འདུག་བསམ་ནས་མང་པོ་བཏུང། ཉལ་རྒྱུ་འདུག་བསམ་ནས་མང་པོ་ཉལ། དུས་ཚོད་འདུག་བསམ་ནས་དྲ་རྒྱ་ལ་མང་པོ་བསྡད། ན་དེ་གི་དབང་པོ་ལྔ་དེ་ཚོ་རིམ་པས་རིམ་པས་རིམ་པས་བཞིན་དུ་གང་དག་ཅིག་གིས། ཚད་ལ་བལྟས་པས་ཀྱི་དེ་བྱེད་དུས་ད་ན། ཨ་ཟོ་གོས་ན་ལ་ན་ད་བྱས་ནས་དབང་པོ་དེ་ཚོ་ཚང་མ། རིམ་པ་བཞིན་དུ་ཉམས་མ་རང་ཁུ་ན་ཉམས་འགྲོ་བོ་རེད། ཧོ་ད་དེ་ནས་ད་འགྲོ་འདུག་གི་སྤྱོད་པ། རྒྱུ་འགྲོ་འདུག་གི་སྤྱོད་པ་ཟེར་དུས་དེ་ནི་ག་དུས་ཟེར་ན། ད་རང་ཚོ་ཕར་ཚུར། སྤྲོ་བོར་བ་ནམ་རྒྱུའི་བར་དུ་ལུང་པ་ཤིན་ཏག་ཤིན་ཏག་དེང་སང་དཔེ་མ་ཚད་མང་པོ་སྤྲོ་བོར་བ། འབྲུ་བཏུས་བཙལ་ན་ག་འདྲས་སོང་བ་ར་ཟེར་ན། ཐེ་ཚོམ་འཁྲུག་བ་མི་བརྩོན་གཞོན་པ་དང་སྲོལ་བཟང་ཆོས་ཅན་མེ་ཡི་ཕུང་པོ་དང་གལ་ཏེ་གཤེགས་ཚུལ་གཡས་ཀུན། བརྩེགས་སྤྲོ་བག་འདོད་ན་ས་བདག་སྤྲོ་ན་ལམ་ཅན་ཚེ་ཚད་མ་ཐུན་ཅིག་དབྱུག་ཏོ་གྲོ་བརྟེན་བྱ། ཅེས་གསུངས་སྟབས་དཔེའི་ཚིག། རྩ་ཆེན་པོ་རུ་བ། འོ་དེ་ག་འདྲ་ཡིན་ཟེར་ན་ཐེ་ཚོམ་གྱི་གྲུ་ཟེར་དུས་ད་ན་ད་ད་དེང་སང་ད་ཅིག་གྲུ་ད་ཅིག་འཛམ་བུ་གླིང་ལ་ཟེར་ན་གྲུ་ཆེན་པོ་འདྲ་ཡོད་ར་བཏགས་དཔྱད་བྱས་ན་ཆོས་ཐུབ་ཡོད་མ་ད་ཡིན་ནའི་གལ་ཆེ་ཤོས་དེ་དེ་རེད། ད་རླངས་འཁོར་དང། ད་འཁོར་ལོ་དེ་འདྲ་གི་རིགས་དེ་ཚོ་ཡག་པོ་མི་ཡོད་ར་ལྷག་པར་དུ་ཁ་ལོ་བ་དེ་འདྲ་ར་བཟི་རྒྱུ་དེ་འདྲ་འདུག་ཨ། འོ་དེ་ཚོའི་རིགས་ཀྱི་དེ་ཚོ་ཡག་པོ་མི་འདུག་ན་ཉི་མ་གཅིག་ཚོ་ལས་ནས་གེ་ཡོད་མ་རེད་ཨེ་ནས་ཅིག་གི་དེ་ཚོའི་ནང་ལ་འགྲོ་རྒྱུ་ཡོད་མ་རེད་ཨེ་ནས། ཨ་དེ་ཐེ་ཚོམ་ཡོད་རྒྱུ་གི་དཔེ། ཐེ་ཚོམ་ཡོད་ཚོགས་ཀྱི་འཕྲུལ་འཁོར་འདི་འདྲ་དང་ཐེ་ཚོམ་ཡོད་ཀྱོག་གི་གཞོན་པ་ལ་སོགས་པ་ཐེ་ཚོམ་ཡོད་ཚོགས་ཀྱི་གྲོགས་པོ་ངན་པ་འདི་འདྲ་སྤི་ན་ལུང་པ་གཅིག་ལ་གཅིག་ཆུང་ཆུང་གཅིག་ལ་དྲུག་ཡོད་ན་དེའི་པ་ར་ལ་གླང་ག་ལ་བྲུ་བ་ཡག་པོ་མི་ཀྱོག་འདི་འདྲའི་པའི་ཞེ་སྣང་ཚ་པོ་འདྲ་འདུག་ན་དེ་བྲུ་རྒྱུ་བ་མ་རེད་ཡང་བྲུ་བ་ཞུགས་པོ་འདི་ཡོང་ཡོང་བར་དུ་སྒུག་བསྡད་ན་འགྲིག་པ་རེད་ཡིན་ཅི་མི་ཅི་ཨུ་ཚུགས་ཆེ་ན་བྲུ་རྒྱུ་བ་མ་རེད་བྱས་ཙང་སྐབས་ཐེ་ཚོམ་ཡོད་ཀྱོག་གི་འདི་ཚོའི་ནང་ལ་དུས་རྒྱུན་དུ་བྲུ་དུག་གི་སྤྱོད་པ་འདི་ཚོ་སྤང་སྒུག་པར་འདི་ཚོ་ཡག་པོ་དེ་བྱས་ནས།

འཁྲུག་པ་རྒྱག་ས་ལ་མ་འགྲོ་སྣུམ་འཚོང་ས་ལ་རྒྱུགས་སྲིད་ནི་ལག་པ་སྣུམ་གཅིག་ལས་མ་ཡང་བྱུག་ཡ་ཡོང་གི་རེད། འོ་ཅི་དང་དེ་ཚོ་དངོས་གནས། དཔེར་དེ་ཚོ་གལ་ཆེན་པོ་ཡོད་རེད་ཅི་དང་དེ་འདྲའི་ཡུལ་དུ་བསྡད་ན། ཅིག་སེམས་ཅན་གསོད་ས་དང་དེ་འདྲའི་ལ་མ་འགྲོ། ཨ་ནེ་ཅིག་གིས་ག་རེ་ཟ། ཆུ་ཆེན་པོ་དེ་འདྲའི་ཐད་ལ་ཁྱོད་འགྲོ་རྒྱུ་མ་རེད་ད་དེང་སང་ཆུ་ཆེན་པོ་ན་ལ། སྙེ་མ་ཡི་ཁྱི་གུའི་འོག་ཏུ་སྙེ་མ་དེ་ཚོ་སྙེ་མདུང་མེད་ཙང་མཐོང་གོ་མར་འཛིན་སང་ཆུ་ཆུང་པོ་དེ་ལ་བྲིས་ཅིག་ཨ་ཆུའི་རྒྱབ་ལོགས་ནས་རི་བོར་མར་ཁེ་ལི་ཟམ་པ་ཁེ་ནི་མིའི་ག་ཚད་དུ་དེ་དེབ་ལ་བས་མི་བརྒྱ་ཕྲག་མང་པོ་ཤི་འགྲོ་གོ་ད་འོ་དེ་ཚོ་ལ་ཨེ་ནས་བྱེད་ཀི་ཨ་ཐེ་ཚོམ་གི་འཕྲོད་གོ་རིགས་དང་ཨེ་ནས་གྲུ་ལ་སོགས་པ་ཨོ་དེ་ཚོའི་རིགས་དང་ད་ཤོམ་པ་ལ་སོགས་པ་དེ་འདྲས་ལ་འཛག་པ་འོ་དེ་འདྲ་སེམས་ཅན་གསོད་ས་ལ་བཅོག་པ་ཆུ་ཆུང་པོ་དང་མེ་ཆུང་པོ་དང། མེ་ཡི་ཕུང་པོ་དེ་འདྲ་དང། རླུང་རྒྱག་ས་དེ་འདྲ་དང་འོ་དེ་ཚོ་དང། ཨ་ནི་གད་པའི་སྟེང་དེ་འདྲ་གད་པ་ས་ལོན་པ་ཆེ་ཆ་བ་མང་པོ་བོར་དེ་འདྲ་དབྱངས་ཆུང་པོ་དེ་འདྲ་གད་དབྱངས་དེ་འདྲ་དུ་བ་འོ་དེ་འདྲ་དང་ཤིང་གི་རྩེ་ལ། དཔེར་ན་གཡག་ཁ་ཤིང་གི་རྩེ་ལ་བྱས་ན་ཤིང་དེ་ཚོ་ལོན་པ་ཆག་ནས་ལམ་སང་ལམ་སང་ཆག་འགྲོ་ཤིང་ཁ་སེར་སྤྲུན་པོ་ཤུགས་འདྲ་ཡོད་རེད་ཤིང་ཤུག་པ་ལ་སོགས་པ་དེ་ཚོའི་རིགས་དེ་ཚོ་ཚང་མ་སྤྲུན་པོ་ཡོད་ལམ་སང་ཆག་གི་རུ་བ།

འགྲོ་འདོད་བྱེད་ན་ཨེ་འདི་ཡག་གོ། ད་ལྷག་པར་དུ་དེང་སང་དྲ་རྒྱའི་དུས་ཚོད་རེད་ཡིན་འདུག་ཐོས་ན་ལག་པ་ཞོག་ཚོ་ལག་པ་ཞོག་ཚོ་ཁོ་ལྟ་ཅིག་ལྟ་དགོས་རེད་དང་པོ་དེ་ནས་མ་ཨོ་དེ་ཚོགས་པ་དེ་ག་རེ་རེད་དོ་ཙི་ངའི་གྲོགས་པོ་རེད་དོ་ཨ་ནི་ཅིག་མཚམས་མཚམས་གསང་བ་དེ་འདྲ་མང་པོ་ཤོད་གི་འདུག་ད་ང་དྲ་རྒྱ་ནང་ལ་དཔེ་མང་པོ་ཤོག་སོང་མི་མང་པོ་གི་ལག་པ་ཞོག་ཚོ་ལག་པ་ཞོག་ཚོ་ཞུ་གི་ཡོད་ན་ལྟ་གི་ཡོད་ན་ད་དེ་ཚོ་ཚང་མ་དེ་རེད་ག་ས་ན་ཡག་པོ་བརྟག་དཔྱད་མ་བྱས་ཁོ་ལག་པ་དེ་མ་མ་ལོས་པ་བྱས། ཁོ་བདག་སྐད་ཅིག་བརྒྱ་བཤད་ཨེ་ཡག་གི་སུ་རེད་དོ་ཡག་པོ་བལྟ་ཨེ་འདི་འདི་ཀྱི་འོ་འདི་ཚོའི་ཡ་དྲི་བ་ཡོད་རེད་ཨ་འདི་ཀྱི་འགྲོ་ན་ས་དག་དང་སྡོད་ན་ལ་ལམ་དག་གི་འདི་བྱ་བ་སྤྱོད་ལམ་འདི་ཚོ་ལ་དྲི་བ་ཡོད་རེད་ཅི་འདི་ཚང་མ་ལ་འཇིག་རྟེན་གང་ལས་ཀ་ག་རེ་བྱེད་ན་འདི་ཚོ་ལ་བརྟག་དཔྱད་བྱེད་གིས་བྱེད་གིས་འདི་བྱེད་ན། བལྟ་གིས་བལྟ་གིས་ཕ་གིས་ཞིབ་འཇུག་བྱེད་གིས་བྱེད་གིས་བྱས་ན་ཨེ་ནི་ཁོ་ནོར་གི་མ་རེད་ཅུ་གོ། ཨོ་དེ་ནས་ཅིག་གི་མཚན་མོའི་གུང་འདི་འདྲ་འགྲོགས་བྱུང་ན་མཚན་ཆུ་བོ་འདྲ་འགྲོགས་བྱུང་ན། ཅིག་གི་མཚན་མོ་འདི་འདྲ་འགྲོགས་བྱུང་ན་དོན་དག་ཆེན་པོ་འདི་འདྲ་དུས་རྒྱུན་དུ་བྱུང་ན་མཚན་མོ་འགྲོ་རྒྱུ་མ་རེད། ག་ས། ཨ་ད་ཅིག་ཡོད་ར་ཨ་ད་སློབ་དཔོན་ཀླུ་སྒྲུབ་ཀྱིས་ག་ས་ཅིག་གསུང་བ་ར། གྲགས་པ་ཉམས་པའི་རྒྱུ་དྲུག་ན་ལ་ག་ས། རྒྱལ་པོ་སྐྱིད་དང་བཏུལ་ལ་བསྟོད་པ་དང་མཚན་མོ། ཆང་དང་མཚན་མོ་རྒྱུ་བ། ཁར་ས་ཐར་གྲོལ་བའི་གྲགས་པ་ཀྱང་ཉམས་པར་གྱུར་པའི་རྒྱུ་དྲུག་ཟད་ད་ག་འདྲ་མཚན་མོ་འབྲུ་ཡོད་ལ་སོགས་པ་འདི་འདྲའི་འབྲུ་རྒྱུ་ཡོད་མར་བྱེད་དང་འདིའི་ནང་ན་ཁར་ཟས་ནི་མཚན་མོ་མ་འགྲོ་ཕྱིན་ཀླུ་དྲུག་གསུངས་ཡོད་ར་བ་ད་བཤེས་སྤྲིང་ནང་གསུངས་ཡོད་ར་འདི་ནས་འདིའི་ནང་ན་ད་འདི་འདྲ་གསུངས་སྨན་གཞུང་ནང་ལ་འདི་འདྲ་གསུངས་དགོས་རེད་མཚན་མོ་ཐོན་ཕྱིན་དབྱུག་ཏོ་གྲོ་དན་བྱ། མཚན་མོ་ཁ་ཐག་གཅིག་གུང་མོ་ཡིན་གཅིག་མིན་གཅིག་མེད་གྲོ་དཀར་མེད་འདི་འདྲ་གི་ལས་ཀ་འདི་འདྲ་བྱུང་སོང་ན་གྲོགས་པོ་གཅིག་ནས་གྲོགས་པོ་མཉམ་འདུག་ལ་དབྱུག་པ་ཐོག་ཨ་སི་སྟོད་ཚེ་ན་ད་སོ་སོ་སྲོང་སྐྱོབ་བྱེད་ཡས་ཀྱི་འདི་འདྲ་གི། ཁྲི་ཆུང་ཆུང་འདི་འདྲའི་ཁྱི་ནད་རེད་སྐྱུག་པ་འདི་འདྲའི་ཁྱི་ནད་རེད་ད་ལྟ་དུ། ང་ཚོ་བོད་ལ་ཁ་བི་འདི་འདྲ་བྱོས་རེད། གྲི་དང་ཕོ་བ་བཙེམ་ནི་གི་དགྲ་དང་དྲུག་ལ་རྟག་པ་མེད་ཟེར་གི་ནས་གྲོགས་པོ་ཚོ་ཐུག་སྲིད་པ་རེད་ཕོ་བ་ཡོད་ན་ཆང་ལུག་གི་རེད། དགྲ་ཚོ་ཐུག་སྲིད་པ་རེད་དགྲ་ཡོད་ན་ཁོ་གྲི་འདི་ཁྱི་ནས་གནོད་པ་སྲུང་སྐྱོབ་བྱེད་ཐུབ་པོ་རེད། འཛམ་བུ་གླིང་གི་རྒྱལ་སྤྱིའི་ཁྲིམས་དང་རེད་དོ་སུ་སོ་སྲོང་སྐྱོབ་བྱེད་ཡ་བྱེད་དོ་དཀའ་ངལ་ཡོད་སའི་ལུང་པ་ལ་ཁྲི་ཆུང་ཆུང་འདྲ་ཁྱི་ཆོག་དོ་བྱེད་དང་འདི་འདྲ་ཡོད་དུས་ཚོད་ན་ང་རང་ཚོའི་གི་གཅིག་གི་མེས་པོ་དམ་པ་རྣམས་ཀྱི་གི།

སོག་ཁ་དང་དེ་འདྲས་ཀྱི་དུས་ལ་ཡིན་ན་གཉིད་མ་བློ་ན་ཡིན་ཟོག་པོ་ལ་པད་མ་སྲིད་པའི་གི་གནོད་པ་ཆེན་པོ་ཡོང་གི་རེད། བྱས་ད་ང་དེ་མ་བློ་ན་ཡིན་གཅིག་གི། གཅིག་གཉིད་མ་བྱུང་ན་ཡིན་ཟོག་པོའི་ནང་ལ་གནོད་པ་ཆེན་པོ་ཞིག་གི་བྱེད་གི་རེད་ཟོག་པོའི་ནང་གི་ད་ནུས་པ་དང་སྟོབས་དེ་ཚོ་མང་པོ་ཅིག་རྫོགས་ནས་ནི་ཟོག་པོ་ལ་གྱོང་གུད་མང་པོ་འབྱུང་གོ་རེད། མ་བློ་ན་འབར་ཉུང་པ་ཕྱི་གཉིད་ལོག་ཟིན་པས་ན་མིག་གི་ད་གང་པའི་ནང་ལ་དཀའ་ངལ་ཡོང་པ་ལ་སོག་པ་ད་རྩེད་མོ་རྩེས་ཏེ་བསྡད་ལབ་པ་སོག་པོ་ད་གང་དག་ཅིག་གི་ལྟད་མོ་དེ་འདྲས་ལྟ་ནས་བསྡད་པ་ལ་སོག་པོ་དེ་འདྲས་བྱུང་ན། ཨ་ནི་དཔེ་དོན་དག་ཆེན་པོ་འདི་འདྲ་བྱུང་ན་མ་གཞི་དུས་རྒྱུན་དུ་ཏག་ཏག་ཏག་ཏག་ལ་གཉིད་ཉལ་དགོས་ཡ་དུས་ཚོད་དུས་ཚོད་ལ་གཉིད་དགོས་ཉལ་དགོས་དེ་གལ་ཆེན་པོ་རེད། གལ་ཏེ་དེ་འདྲས་མ་བྱུང་པའི་དབང་དུ་ཏམ་ཙམ་ཙམ་ད་དུས་ཚོད་གཉིད་མ་བྱུང་ན། ནང་པར་སྙུང་བྱ་མ་ལོག་ནང་པར་སྙུང་བྱ་ཕྱི་གཉིད་ལོག་ཟེར་དུ་ལྟ་ན། ཨ་དེའི་དགུང་དག་གཉིད་མ་བྱུང་ན་དེས་སང་ཉིན་དེ་ཞོགས་ཆ་མ་ཚ་ཨཱས་ཞོགས་ཆ་ཁ་ལག་མ་ཚ་བ་བྱས། དེ་གིས་ཨ་ནི་གཅིག་གིས་དང་པོ་གི་གཉིད་ཉལ་ཡས་དཔེ་ན་ཆུ་ཚོད་ནམ་རྒྱུན་བཅུ་ཉལ་དགོས་ན་ཞོགས་པ་ཡིན་ཕྱི་མི་གཅིག་ཆུ་ཚོད་ལྔ། ཉལ་བྱའི་ཆུ་ཚོད་ཕྱེད་ཀ་གཉིས་ཉལ་བྱའི་ཆུ་ཚོད་དུས་ཚོད་ཕྱེད་ཀ་ཚོ་གཉིས་ཉལ་བྱའི་ཁ་ལག་མ་གཟབ་བྱས་གཉིས་ཉལ་དགོས་རེད། མ་བྱས་ན་ཨ་ནི་ཟོག་ཕུད་ཀྱི་ནང་གི། འོ་མེ་དྲོད་ཤུགས་ཡོད་ལ་སོགས་པ་སྟོབས་ཟད་ཡོད་ལ་སོགས་པ་དེ་འདྲས། བར་ཆད་དུས་ཚོད་ན་ཨ་ནི་ཡིན་ཆེ་མེད་ཆུ་ཨ་ནི་སང་ཉིན་དེ། དེ་འདྲས་གཉིས་ཉལ་དགོས་རེད། འོ་ད་ག་ན་ཤིང་སྟན་འདྲ་བོ་ཅིག་ན། ཏིན་ཏིག་གི་ག་རེ་མི། པ་ཡི་ཆང་གི་ར་མང་པོ་བསྲེས་བསྡད་དགོས་ན་ར་རོ་གཏུབ་སའི། མྱ་ངན་བཙོལ་བས་གཏུབ་སའི་དུས་དམ་ཆང་གི་ར་བསྲེས་ནས་བསྡད་པ་ལ་སོགས་པ། ཨ་ནི་གཅིག་གིས་ཨ་ནི། ཅིག་གིས་མྱ་ངན་གྱི་བསྟི་གནས་ཕ་མ་བུ་བུ་ཕ་མ་ཤི་བ་ལ་སོགས་པ་ཕ་མ་བུ་ཤི་བ་ལ་སོགས་པ་ད་སྤུན་སྤུན་གཉིས་ལ་དེ་གི་གོད་ཆག་མང་པོ་བྱུང་བ་ལ་སོགས་པ་འོ་དེ་དེ་ལྟར་ངལ་རྩོལ་མང་པོ་ཞི་བ་ཅིག་གིས་ད་རྩོལ་བས་ཐུབ་བསི་དང་ཐུབ་བསི་ན་ངལ་ཐུབ་དང་དཀའ་ཐུབ་བསི་གི་རུ་བ་ཨ་ད་དཀའ་ཐུབ་ཞི་བ་བྱུང་དཀའ་ཐུབ་ཚད་མེད་མྱོང་བ་བྱུང་སི་རུ་བ་ནོ་ཐུབ་ཐུབ་བསི་དུས་དེ་ན་ད་པ་ད་ག་རེ་ཡིན་ན་གི་ལས་ཀ་ག་རེ་བྱས་ནས་ཅིག་ཚད་ལ་ཐེབས་པ་གིས་ཨེ་ནས་དཀའ་ཐུབ་དགུ་བ་ལ་བྱུང་ནས་ཨེ་ནས་ཅིག་གིས། ཅིག་གིས་མྱ་ངན་མང་པོ་གི་དཀའ་ཐུབ་བུ་བ་ལ་མྱངས་པ་ནི། ཡང་གདུག་རྩུབ་བུ་བ་ལ་ཅིག་གིས་རྒྱལ་ཁབ་ཀྱི་ཁྲིམས་འདི་འདྲ་ཕོག་ནས་ས་གོམས་གང་དག་འདི་འདྲའི་དཀའ་ཐུབ་བྱུང་བ་དང། ཅིག་གིས་སྐད་ཆ་མང་པོ་བཤད་ནས་པ་ཚེ་ཚད་ལ་བརྒྱ་ནས་བཤད་ནས་ཅིག་གིས་ད་དྲ་རྒྱ་དང་འདྲེས་ཏེ། ཅིག་གིས་སྨྲ་བ་མང་པོ་དོན་མེད་ཀྱི་གཏམ་འཆལ་མང་པོ་བཤད་ནས། སྐད་ཆ་མང་པོ་བཤད་དེ་དཔེ་སྐྱོན་ཡོད་རེད་ག་ཚོད་ན། ཅིག་གིས་སྨྲ་མང་གོ་གོ་སྟོབས་ཉིད་དབང་པོ་ཉར་ས་སྨྲ་བ་མང་པོ་བྱས་ན་ཨེ། གཟུགས་ཕུད་ཀྱི་ལུས་སྟོབས་དེ་ཚོ་རྫོགས་འགྲོ་ཡོད་ལ་སོགས་པ། འོ་དེ་འདྲའི་ཚིག་ཡོད་རེད་ཨེ། རྒས་པ་དང་རྒས་པ་དང་བཅས་ན་རྒས་མགོ་ཆགས་ནས་ནི་ལོ་བདུན་ཅུ་ནས་ཡང་རྒས་པ་དང་ཨ་ནེ་གཅིག་གིས་ཨ་ནི་དཀའ་ངལ་ཤུགས་ཆེ་ནས་ཨ་ནི་རྒས་མགོ་རླུང་མང་པོ་བཟོ་ནས་འཇིགས་པའི་མི་རྣམས་ལ་ཨ་ནེ་གཅིག་གིས། ཨོ་སོགས་དེ་ནས་སུ་རྒས་དུས་ཚོད་ལ་གཉིད་ཡག་པོ་མ་བྱུང་ན་གཅིག་གིས། རྒས་ནས་ནི་གཅིག་གིས་རྒས་པ་དང། སྨྲ་བ་མང་པོ་བཤད་པོ་དང་འཇིགས་སྐྲག་ཆུང་མ་ལ་སོགས་པ་དེ་ཚོ་ཡི་མི་རྣམས་ལ། གཅིག་གིས་སོ་ཁ་ཟེར་ཟེར་ན་ནམ་ལ་ལ། སོ་ཁ་སྟོན་ཁ་དུས་ཤིག་ད་དེ་ཕྱིས་ལ་མ་མ་དུས་འགོ་རེ་ཡིན་ནས་གོ་བ་མི་གཤམ་ལ་དོན་ཙམ་མ་མ་གོ་བྱས། སོ་ཁ་སྟོབས་ཆེ་མཚན་མོ་ཐུང་བས་ན་ཟེར་ཅི་སྟེ། གཅིག་གིས་སུའུ་རྒྱལ་སྐམ་ལ་ནི་གཅིག་གིས་ནམ་ཐུང་ཐུང་རུ། ནམ་ཐུང་ཐུང་ཡིན་དུས་ཟེར་ན་ན་ད་དེ་དེ་ཡང་དུ་ཟིག་ཡོད་ར་ལྕེ་ཉེ་རིང་པོ་ཟེར་དུས་ཉི་མ་རིང་པོ་ཆད་ནམ་ཐུང་ཐུང་ཆད་དེའི་གང་ལས་གཉིད་མ་ལོང་ཆད། ཨ་དེ་འདྲའི་གི་དེ་བྱེད་དུས་ཟེར་ན་ནི། རླུང་དུ་དུ་བ་འཕེལ་ཡོང་གོ་རེས་ཨེ་ནས། རྩུབ་སི་དུ་ཙ་ནས་ཨེ་ནས་རྩུབ་བ་སི་དུ་ཙ་ན་ཙི་ནུས་པ་རྩུབ་བ་སི་གི་ཡོ་རུ་བ། འོ་དེ་འདྲས་ཀྱི་མཚོན་མོ་མཚན་མོ་མཐོང་བས་ན་སོ་ག་རྩུབ་ཅིང་རྩུབ་ཅིང་མཚན་མོ་མཐོང་བས་ན། ལུས་ཀྱི་སྟོབས་འཕྲོག་རླུང་འཕེལ་འགྱུར་བས་ཆུ་ཚོད་ལྔ་ཟོག་ཀུན་གྱི་ནང་གི་ཨེ་ནས་སྟོབས་དེ་ཚོ་འཕྲོག་ནས་ཨེ་ནས་ལྕི་བ་དང་སྣུམ་པ་དེ་ཚོ་དང་འཇམ་པ་དེ་ཚོ་ཉུང་རུ་ཕྱིན། དེ་འདྲའི་དབང་གིས་ཨེ་ནས་གཅིག་གི་སོ་གའི་དུས་ལ་ཨེ་ནས། རླུང་ལུས་རླུང་འཕེལ་བྱས། དེའི་སྒང་ལ་གཉིས་མ་བཅུ་སྟོབས་འཕྲོག་ནས་ཨེ་ནས། འོ་དེ་འདྲས་བྱས་པ་ཡིན་ན། ཨོ་ཉི་ཉི་མའི་གོང་ལ་གཉིད་ཁྲ་པོ་ཡིན་ཕྱིན་གྱི་ཉི་མ་ལ་གཉིད་ཉལ་གོ་རེད། གཉིད་ཉལ་བ་ཙམ་དུ་མ་ཟད་པའི་ཁ་ལག་དེ་ཚོ་རྟའི་གཡས་སུ་བསྣུན་པའི་རིགས་དེ་ཚོ་ཟ་ཡས་ལ་སོགས་པ། གཞི་བདག་དུ་བ་དག་ཅིག་གིས་རླུང་སྨ་བེད་ཀྱི་བྱ་བ་བྱེད་ཞོར་རོ། ལག་པའི་མཐིལ་དང་རྐང་པའི་མཐིལ་དུ་བ་ལ་སྣུམ་བསྐུས་ཡ། ཨོ་དེ་འདྲ་ད་ག་ནང་བཞིན་མ་དེ་འདྲ་ལ་སོགས་པ་དེ་འདྲའི་རྟས་སུ། ནམ་རྒྱུན་ཆོས་ཡས་ལས་རྟས་སུ་ཕྲན་བུའི་ཉི་མ་གཅིག་གི་རིང་དེ། མཚན་ཉིད་ལ་མ་གཡོས་པ་གྱིས་མྱུལ་མ་དེ་ལ་མང་པོ་བཏང་ཡོད་དེ་གལ་ཆེན་པོ་རེད་གསུང་གོ་རེད། ཨོ་དེ་ནས་ཅི། གཞན་དོན་གཉིས་གཉིས་བད་ཀན་སྐྱེད་བྱེད་དང། སྤྱི་བཏང་གི་གཉིས་ཟེར་མཁན་གྱི་དོ་གཉིས་ཟེར་མཁན་དེ་གཏི་མུག་རེད་ཞི་བོ་ཞི་བོ་འོང། ཨ་མཚོན་གྱི་གཉིས་ཟེར་མཁན་དེ་གལ་ཆེན་པོ་ཞིག་རེད། ཨ་ལྷག་པར་དུ་ཨ་ནི་དུས་རྒྱུན་དུ་ག་པ་ལས་དུས་ཚོད་མི་དུས་ཀྱི་སྐབས་ལ་གཉིས་གང་བྱུང་ཉན་ན། ཨ་ནི་གཅིག་གི་གཉིས་ཟེར་མཁན་དེ་བད་ཀན་སྐྱེད་བྱེད་བཏང་ཟེར་དུས་གཞན་དོན་གཉིས་གཉིས་བད་ཀན་སྐྱེད་བྱེད་ཉི་མའི་ཁོང་ལ་ནམ་རྒྱུན་ཉི་མའི་ཁོང་ལ་གཉིས། ནམ་རྒྱུན་ཉི་མའི་ཁོང་ལ་གཉིད་ཉལ་ན་ནི་ཟོག་པོ་སྐྲངས་རྒྱགས་པ་ཆགས། ལྷག་པར་དུ་ཁ་ལག་ཟས་པའི་ཤུགས་ལ་གཉིད་ཉལ་ན་པད་སྨད་ཆུ་ཟོག་པོ་ལ་གནོད་པ་ཆེན་པོ་རེད། དེ་དང་ལྷག་པར་དུ་མིའི་ཤ་རྒྱགས་པ་དང་སྟོབས་ཆེན་པོ་དང། ད་གཅིན་པ་ངར་སྐྱུར་གྱི་ན་ཚ་ཡོད་འགྱོ་དང། ཚི་ལུ་རྒྱགས་པ་ཡོད་འགྱོ་དང་སྙིང་གི་ནང་ལ་ཚི་ལུ་ཁྲག་ཚི་ལུ་ཡོད་འགྱོ་དེ་ཚོའི་རིགས་དེ་ཚོ་ཉི་མའི་ཁོང་ལ་གཉིད་ཁྱོར་ནས་ཉལ་རྒྱུ་མིན། དེ་གིས་ཨེ་ནས་ཟོག་པོའི་གི་སྟོབས་འཕྲོ་བ་དང། འདི་འདྲས་བྱས་ནས་ཨེ་ནས་ཅིག་གི། ཚིལ་དང་སྦ་བ་དང་ཤ་དང་དེ་ཚོ། ཤ་སྦས་སྦ་བ་སྨིན་བུ་ཤ་རྒྱགས། ལ་སོགས་པ་འདི་འདྲས་ཡོང་སྐོར་བྱེད་སྟངས་སྐབས་དེ་འདྲས་ཀྱི་བན་གའི་ན་ཚ་དེ་ཚོ་མང་པོ་བྱུང་སྐོར་བྱེད་སྟངས་ཉི་མའི་དགུང་དུ་གཉིད་དེ་ཁྱོར་ནས། ཨོ་ཡག་པོ་ཡོད་མ་རེད་ཞུ་ཡ་བྱས། ཨོ་ཉི་མའི་དངུལ་གྱི་དུས་རྒྱུན་དུ་གཉིད་དེ་ཡག་པོ་ཡོད་མ་རེད་དེ་ཡིན་ནའི། ད་ཨ་མདའ་ག་གངས་སྐྱིད་ཀྱི་ཨེ་ནི་རྫ་བྲག་གི་གནས་ཚུལ་དེ་འདྲས་ཐུག་པའི་གི་རིགས་དེ་རྒྱལ་དུ་བ་དེ་ཁྱེར་ཡིན་གཅིག་མི་གཅིག་ཉི་མའི་དགུང་ན་གཉིད་དགོང་མོ་མ་བྱུང་ན་ཞོགས་པ་དེ་ཡིན་གཅིག་མི་གཅིག་གཉིད་སྟེགས་སུ་སྟེགས་སུ་ཉལ་དགོས་རེད། ད་འདི་གི་ཨེ་ནི་ཟོག་འགུལ་གྱི་ནང་ལ་ཁེ་ས་དཀའ་ངལ་བྱུང་ངོ་གི་དེ་དེ།